ཁམས་བཟང་ཞུ་བ་ཡིན་ད་དུ་རིན་ད་ཡན། གུས་པ་བོད་པའི་བུ་དགེ་བསྙེན་ཐུང་ཐུང་དུས་ཀྱི་བསོད་ནམས་བསམ་སོང། ཀླད་རྙིང་དམ་པ་ཚོ་ལ་ཡག་ད་དང་པོ་ངས་དེ་བརྙན་ཐུང་ཅིག་མ་བཏང་གི་ཡོད། འདི་ཅིག་གསན་རོགས་གནང་ཡག་པོ་བྱས་ནས་གསན་རོགས་གནང་རོགས། ཨ་འདི་ནས་སོ་སོ་གིས་འདིར་མ་ལ་ཡ། བསམ་ཚོད་ཀྱིས་སྤོང་གི་ཡིན་ལགས་སོ།

ཨ་འདི་ནས་ད་ཁོང་དཔོན་པོ་ཚེ་རིང་ལགས་ཀྱིས་ད་དེ་ནང་ལ་ཡ་བཀའ་མོལ་གར་སོང་ཡོད་མེད་དེ་ད་ལྷན་གྱི་རྣམ་པ་ཚང་མ་གིས་ཡག་པོ་གསན་ཡོད་ཤག་རེད། ཁོང་དཔོན་པོ་ཚེ་རིང་ལགས་ཀྱིས་ད་གལ་ཆེ་ཤོས་དེ་གར་སོང་དགོས་འདུག་ཟེར་ན། ཨ་ནི་ཁ་ཚང་གྲོས་ཚོགས་ཚོགས་མ་ཐུབ་པའི་སྐབས་སུ་ཨ་ནི་མི་མང་གིས་ཨ་ནི་སྲིད་སྐྱོང་ལ་ཡག་ད་ཅིག། རྒན་མཁན་ནི་ལས་ཀ་གཅིག་མིན་པས་འགྲོ་ཅིག་དེ་འདྲའི་ལག་འདུག་ཟེར་བ་ཡིན་ནའི་ལས་འཛིན་སྐྱོང་ལ་ཡ་ཨ་ནི་གཅིག་གི་འཕྲིན་ལུགས་དབང་འཛིན་དང་གཅིག་གི་ད་ལྟ་ཨ་འདི་ལ་ཡ་ལག་པ་འཆང་ཡ་མེད་པ་དེ་ཀོང་པོད་པ་ཚེ་རིང་ལགས་ཀྱིས་ཨ་ནི་ངོས་འཛིན་གནང་གི་འདུག་བ། ད་དེ་འདྲ་ཡིན་པ་ན་ཉི་མ་གཅིག་གི་ད་ང་རང་ཚོ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི། མི་དམངས་བཞི་ཆ་གསུམ་གྱིས་སྤྱི་འཐུས་བཞི་བཅུ་ནས་སུམ་ཅུ་སོ་གཅིག་གིས་ཐག་གཅོད་བྱས་ནས། ཁྲིམས་དཔོན་གསུམ་དུ་མ་དཔེ་བྱ་བར་རོལ་བ། དེའི་སྐབས་སུ་ཡིན་ནའི་ལས། ང་རང་ཚོ་སྲིད་སྐྱོང་ཟུར་པ་འབོར་བ་འབའ་ཁེ་བ་བློ་བཟང་སེང་གེ་ལགས་ལ་ཡང་ཅིག་ཁ་ག་འདྲ་བཏང་སོང་ད་འདི་འཛིན་སྐྱོང་གི་བྱེད་མགྱོགས་རེད་འཛིན་སྐྱོང་གི་ལངས་སྐྱོ་རེད་ཟེར་སོགས་པ་འཛིན་སྐྱོང་གིས་ད་འདི་ལ་ཡང་ལས་ཀ་ཁར་སོང་བ་རེད་འདི་ལ་འགན་འཁྱི་གི་མི་འདུག་ཟེར་སོགས་པ་རོལ་བ། ཨ་ནི་སྐུ་ངོ་སྤེན་པ་ཚེ་རིང་གིས་གཏམ་དཔེ་ནང་ལ་གསུངས་སོང་བ། ད་ལྟའི་ཨ་ནི་གཅིག་འཛིན་སྐྱོང་གི་འགན་ནང་ལ་ཡ་ད་ཅིག་འཛིན་སྐྱོང་ནང་ལོག་ལ་ཡ་ཡག་ག་བྱུང་ནས་རེད་སྡུག་ག་བྱུང་ནས་རེད་འགན་ཚང་མ་སོ་སོ་གིས་ཁིག་དགོས་རེད་ཟེར་ནས་དེ་འདྲས་ཅིག་གསུངས་སོང་གསུངས་ཡོད་རེད་རོ། ཨ་ནི་ཡག་ག་དེ་སོ་སོས་བྱས་པ་བྱས་སྡུག་ག་དེ་ཨ་ནི་སོ་སོ་གིས་བྱས་མེད་ཟེར་བ་ཡིན་ན་དེ་འདྲས་འབྲེལ་ཡོད་མ་རེད་ཟེར་ནས་དེ་འདྲས་གསུངས་ཡོད་རེད། ད་ད་འདས་འདས་ལ་ཡ། ད་གལ་སྲིད། ང་རང་ཚོ། དམངས་གཙོ་ཀ་བ་གསུམ་དེ་གཅིག་གིས་གཅིག་ལ་ཡ་ཕར་ཚུར་ལ་ཡ་བྱུས་འདོགས་བྱེད་ཡ་མེད་པ་རེད་བྱས་ཡིན་ན། ད་འདས་འདས་ང་རང་ཚོ་ད། བོད་མི་ཡོངས་རྫོགས་ཀྱི་མཁྱེན་རྩལ་རེད། གང་ལྟར་ཀྱང་རུང་ཆེ་མདོ་ཁྲིམས་ཞིབ་ཁང་གི་ཁྲིམས་ཁང་དང་སྤྱི་འཐུས་གྲོས་ཚོགས་གཉིས་ཀྱི་པར་རག་ལ་ཡ། གྲོས་ཆོད་ཡིག་ཆ་ཨང་སུམ་ཅུ་སོ་དགུ་ཟེར་བ་ཅིག་གི་ད་ལྟ་ཡིན་ནས་ལྷག་བསྡད་ཡོད་རེད། འདི་གཙང་མ་གྱི་ཆ་ཡོད་མ་རེད། ད་ག་ནང་བཞིན་རེད། སྤྱི་འཐུས་གྲོས་ཚོགས་ནང་ལོགས་ལ་ཡག་ཐག་ཅིག་ཐག་གཅོད་བྱས་ཚར་བར་བ་ཡ། ད་ད་འདས་འདས་ལ་ཡ་སྐུ་ངོ་སྤེན་པ་ཚེ་རིང་གིས་ཨ་ནི། ཁོ་རང་གི་དམ་ཆོས་ཕུལ་ས་དེ་ཨ་ནི། ཆེ་མཐོ་ཁྲིམས་ཆད་གར་བཙུགས་ར་སྤྱི་འཐུས་གྲོས་ཚོགས་ཀྱི་ཨ་ནི། ངོས་ལེན་མེད་པ་ཅིག་གི་འོག་ནས་དམ་ཆོས་ཕུལ་བ་བྱས། ད་ག་ནང་བཞིན་རེད། ཨ་ནི་སྤྱི་འཐུས་གྲོས་ཚོགས་ཀྱི་ངོས་ལེན་མེད་པ་ཅིག་ལ་ཡ། ཨ་ནི། ཆེ་མཐོང་བཀྲེས་ཡ་དང། ད་ག་ནང་བཞིན་ང་རང་བཟོ། བོད་ཕྱི་ནང་གཉིས་ཀྱི་ཨ་ནི། ཚེ་བདེ་སྐྱིད་གཉིས་ཀྱི་སྐྱབས་གནས། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་ཆེ་མཆོག་གི་ཚེ་སྲོག་ལས་མ་འཛེམས་བ་བྱས་ནས། ཨ་ནི་དྭགས་པོ་བསོད་ནམས་ནོར་བུ་གཙོས་པའི། ཁོ་རང་ཡི་གེ་ལ་ཡ་མཇལ་ཁ་བཏང། མི་གཙང་མ་བཟོས་ནས། འདི་འདྲ་ཞིག་བྱས་བསྡད་དུས། ཨ་ནི་དམངས་གཙོ་ཀ་བ་གསུམ་འདི་ཨ་ནི་གཅིག་གཅིག་གཅིག་ལ་ཇུས་གཏོགས་མ་བྱས་པ་བཟོ་རོགས་གཅིག་མཐོང་གི་འདུག་བས་ཟེར་རོ། འདི་ནང་ལོགས་ལ་སྐུ་ངོས་ཀྱི་དངོས་གནས་ཁོ་རང་གསལ་པོ་བྱས་ནས་གསུང་གི་འདུག་བ། ཡིན་ནའི་ངའི་ལངས་ཕྱོགས་དེ་ག་བ་ཡིན་མིན་དེ་ཧ་གོ་བ་བྱེད་ཞོག་ཟེར། དེ་འདྲའི་གཅིག་གསུང་གི་ཡོད་རེད་རོ། ད་དེ་འདྲའི་ཡིན་ན། ཆེད་དུ་ཁྲིམས་ཞིབ་ཁང་གི་ཁྲིམས་དཔོན་གསུམ་དེ་ད་ལྟ་མ་དཔེ་བཞག་པའི་དེ་ལ་ཡང་ཨ་ནི་ཆེ་མཐོང་དེ་འདྲའི་སྤྲད་དགོས་ཡ། ཆེད་དུ་ཁྲིམས་ཞིབ་ཁང་གི་ཕྱོགས་ལ་ཡང་ལངས་དགོས་ཡ། ད་ག་ནང་བཞིན་ཁྱེད་རང་གི་བཀའ་བློན་རྣམ་པ་ཚང་མ་ཨ་ནི་ཆེད་དུ་ཁྲིམས་ཞིབ་ཁང་གི་ཁྲིམས་དཔོན་རྫུན་མ་དང་འདྲ་དྭགས་པོ་བསོད་ནམས་ནོར་བུའི་འོག་ནས་དམ་བཅའ་ཕུད་བཅུག་ཡ། ད་ག་ནང་བཞིན་ཁྱེད་རང། སྲིད་སྐྱོང་གིས་ད་དམ་བཅའ་ཕུད་པའི་ཉིན་མོ་དེ་ལ་ཡང་ཨ་ནི་དྭགས་པོ་བསོད་ནམས་ནོར་བུ་དེ་ཡང་ནི་ངོས་ལེན་བྱེད་དགོས་ཡ། དེ་རྒྱུ་མཚན་ག་རེ་རེད། གལ་སྲིད་དམངས་གཙོ་ཀ་བ་གསུམ་ནང་ལོགས་ལ་ཡ་ཨ་ནི། གཅིག་གིས་གཅིག་ལ་བྱུས་གཏོགས་བྱེད་ཆོག་གི་མེད་ན། ད་ལྟ་ཆེས་མཐོ་ཁྲིམས་ཞིབ་ཁང་གི་ཁྲིམས་ཁང་འདི་ཚོ་གིས་ཨ་ནི། ཁྲིམས་དཔོན་འདི་ཚོ་ལ་ཡ། ཆེ་མཐོང་སྤྲད་དགོས་ཡ་དང་ཨ་ནི་སྤྱི་འཐུས་གྲོས་ཚོགས་ཀྱི་ཐག་གཅོད་བྱས་བྱ་བ་དེ་ལ་ཡ། ཨ་ནི་གཅིག་གི། རེད་མ་རེད་མ་རེད་མདོག་མདོག་གི་རྣམ་པ་བཏོན་ནས་དེ་འདྲའི་རྒྱུགས་བསྡད་དགོས་ཡ། ཁྲིམས་དཔོན་ལ་ཡ་ཨ་ནི། གསོལ་རས་གནང་བྱ་བ་རོ། བྱེད་བྱེད་བྱ་བ་གིས་ནི་ཁྱེད་རང་གི་གྱ་ག་དེ་འདྲས་ཕུད་དེ་གི་དུ་བ། ཅི་ལྟར་བྱས་ན་གྱ་ག་ཕུད་ན་ཕུད་ས་དེ་ནི་ཆེད་དུ་ཁྲིམས་ཞིབ་ཁང་གི་ཁྲིམས་དཔོན་རྫུན་མ་དག་པོ་བསོད་ནམས་ནོར་བུ་གཙོས་པ་དེ་མ་རེད་བ། བློ་གཟུ་ལ་གནས་པའི་བུད་མེད་ཚང་མ་གིས་ཧ་གོ་བཞིན་པར་རོ། ཐུགས་རྗེ་ལས་བུ་གི་ཞུས་ནས་ཕུལ་ནས་ཕུལ་ས་དེ་སུ་རེད་ཞུས་པ་ཡིན་ན། ང་རང་ཚོ་གིས་བོད་ཀྱི་རྒྱལ་རབས་ནང་ལ་ཡང་སྲིད་སྐྱོང་དང་པོ་འབོར་འབངས་པ་མཁས་དབང་བློ་བཟང་སེང་གེ་མཆོག་ད་སྐ་ནང་བཞིན་བཀའ་ཤག་སྐབས་བཅུ་བཞི་པའི་བཀའ་བློན་རྣམ་པ། ད་སྐ་ནང་བཞིན་བཀའ་ཤག་སྐབས་བཅོ་ལྔ་པའི་བཀའ་བློན་རྣམ་པ། ད་ག་ནང་བཞིན་བོད་མི་བོད་མི་དམངས་ལ་ཡང་མི་ཚེ་ཧྲིལ་པོ། ཨ་ནི་ཞབས་ཕྱི་ཞུས་ཏེ་ཉན། བོད་མི་དམངས་ཀྱི་སྤྱི་འཐུས་ཚོགས་གཙོ་ད་ག་ནང་བཞིན་ཚོགས་གཞོན་ཨ་ཤ་རི་ཡ་ཡེ་ཤེས་ཕུན་ཚོགས་ལགས། འདི་ལ་འདི་ནང་བཞིན་མང་པོ་ཡོད་རོགས་པ། ཨ་ད་ག་ནང་བཞིན་བོད་དོན་འཐབ་རྩོད་པ་ང་རང་ཚོ་བསྟན་འཛིན་བརྩོན་འགྲུས་ལགས་མི་ཚེ་ཧྲིལ་པོ་ཨ་ནི་བོད་ཀྱི་བསྟན་པ་ཆབ་སྲིད་ཆེད་དུ་ལས་ཀ་བྱས་བཞག་ཡོད་རེད་ད་ཚོ་ལ་ཡང་ཐུགས་རྗེ་ལེགས་པོ་ཞུ་མ་ཐུབ་པ་གི་རྒྱུ་མཚན་ག་རེ་རེད། ཕྱོགས་སུ་ལྷུང་ནས་ལས་ཀ་བྱེད་ཀྱི་འདུག། དམངས་གཙོ་ཀ་བ་གསུམ་གཅིག་གིས་གཅིག་ལ་ཇུས་གཏོགས་བྱེད་བྱེད་ཆོག་གི་མེད་ན་ཨ་ནི་ད་ལྟའི་འཛིན་སྐྱོང་བཀའ་ཤག་གི་གནང་སྟངས་འདི་ཨ་ནི་ཇུས་གཏོགས་བྱེད་བཞིན་པ་ཞིག་རེད་འདུག་བ། རེད་བ། སྐུ་ངོ་སྤེན་པ་ཚེ་རིང་གིས་ད་ལྟ་བར་དུ་སུ་སུ་གི་བོད་དྲ་ནང་ལ་ཡོད་པ་གིས་ལས་ཀ་སྣ་གཅིག་གནང་གི་མི་འདུག་ད་ལྟའི་ཡིན་ནའི་ལས་ཨ་ནི་མི་དམངས་ལ་ཡ་ཨ་ནི་གར་སོང་བ་རེད་ད། གཏམ་བཤད་གནང་སྟངས་འདི་བལྟ་འོང་དུས་དཀོན་མཆོག་མི་མང་ཆ་ཚང་གི་མགོ་སྐོར་སྟངས་མགོ་སྐོར་ནང་ལ་ཚུད་དེ་འདུག་འོ་དེ་འདྲ་རྒྱུ་ཞུ་འདོད་བྱུང་སོང་ལགས་སོ་བཀྲ་ཤིས་བདེ་ལེགས་ད།